དེ་བོད་ཀྱི་རྩ་དོན་སྒྲུབ་ཐུབ་ཀྱི་མ་རེད། དངོས་གནས་རེད། བྱམས་དང་སྙིང་རྗེ་གི་བདག་ཉིད་ཅན་གཅིག་གཅིག་ཅན་ས་ཐོག་ཕག་པའི་གཅིག། ན་ས་ཐོག་ཕག་ས་དང་དཔེར་ན་ས་ས་དྲུག་པ་ཐོག་ཐག་ཆོད་ས་བདུན་པ་ས་བརྒྱད་པ་ས་ག་རེ་ཐོག་བས་ན་དེ་ནི་ས་ཐོག་ཕག་པའི་ཚུལ་དུ་གནས་དགོས་ཀྱི་རེད། ཉེ་རིང་ཆགས་སྡང་མེད་པའི་སྒོ་ནས་གནས་རོགས། ང་ཚོ་ད་ལྟ་བོད་ཀྱི་རྩ་དོན་སྒྲུབ་ལ་ཉེ་རིང་ཆགས་སྡང་མེད་པ་ཁོ་ནའི་སྒོ་ནས་ལས་འགུལ་སྤེལ་བས་ན་ང་ཚོ་བོད་ཀྱི་རྩ་དོན་དེ། དུས་ནམ་དུ་ཡང་ང་ཚོ་སྒྲུབ་ཐུབ་ཀྱི་མ་རེད།

བྱང་དུ་སྙིང་རྗེ་ཁོ་ནའི་སྒོ་ནས་ང་ཚོ་གི་དཔེ་ན་བོད་ཀྱི་དཔེ་ན་རྩ་དོན་སྒྲུབ་དགོས་ཡོད་ཅེས་དང། ང་རང་ཚོ་ཉི་ང་རང་ཚོ་གི་དཔེ་ན་རང་དབང་དེ་སླར་གསོ་བྱེད་དགོས་ཡོད་ན། དེ་རྩ་བ་ཉིད་ནས་ཁོ་རང་ཐུབ་ཡ་ཁོ་རང་མ་རེད། དེར་འཛམ་བུ་གླིང་གི་དཔེ་ན་ཆབ་སྲིད་ཀྱི་འགྲོ་སྟངས་དེ་འགལ་གྱི་ཡོད་རེད། ཆོས་དང་སྲིད་གཉིས་ཀ་དེ་ཐག་རེད་ཆོས་བཀའ་ལ་དཔེ་ན་ང་ཚོ་སྲིད་ཀྱི་ཐོག་ནས་དཔེ་ན་ཅེས། སྲིད་ཀྱི་ལམ་ཁ་ལ་བགྲོད་པའི་སྐབས་སུ་དཔེ་ན་ཆབ་སྲིད་ཀྱི་ལས་འགུལ་སྤེལ་བའི་སྐབས་སུ་སྲིད་དང་རྗེས་སུ་འབྲང་དགོས་དགོས་རེད།

དེ་མ་གཏོགས་དཔེར་ན་ཅི་ཡོད། ང་ཚོ་གིས་དཔེར་ན་རང་བཙན་གཙང་མ་འཐབ་རྩོད་བྱེད་མཁན་དེ་ཚོ་ལ་དཔེར་ན་གཉའ་གནོན་བྱེད་ཡ། དེ་ཚོ་ལ་དཔེར་ན་ངོ་རྒོལ་བྱེད་ཡ། དེ་ཚོ་གི་ནུས་པ་ཆུང་རུ་བཏང་ཡ་ལ། དགྲ་བོ་ལ་སྙིང་རྗེ་དགོས་རེད་དགྲ་བོ་ལ་བྱམས་པ་དེ་སྙིང་རྗེ་དགོས་རེད། འོ་དེ་འདྲ་བྱས་ནས། དེ་ནས་ད་དེ་ལ་དཔེར་ན་ལོག་བཤད་བྱས་ནས་ཁོ་རང་ཚོ་ལ་དཔེར་ན་ཁེ་ཕན་སྒྲུབ་ཡ་གི་བྱེད་དུས། ཨེ་ནས་དེ་ནས། གོང་ས་མཆོག་གིས་དཔེར་ན་ད་ཅི་ཡོད།

རང་དབང་གི་བདེན་མཐའ་སེལ་དགོས་ཡོད་ན་ང་ཚོ་ཆོས་ཁོ་ནའི་སྒོ་ནས་ཉམས་ལེན་ཐོག་ནས་ང་ཚོ་རང་དབང་གི་བདེན་མཐའ་དེ་དུས་ནམ་དུ་ཡང་སེལ་ཐུབ་དགོས་མ་རེད་དཱ། དུས་ནམ་དུ་ཡང་སེལ་ཐུབ་དགོས་མ་རེད། དེར་རྩ་བ་ཉིད་ནས་ཁོ་རང་ང་ཚོས་དུས་ནམ་དུ་ཡང་བལྟས་ནས་སེལ་གི་ཐབས་ལམ་ཁོ་རང་མ་རེད། རྒྱ་མི་ལང་གི་ཆོས་ཁོ་རང་ཁས་ལེན་གི་མ་རེད། རྒྱ་མི་ལ་བྱམས་དང་སྙིང་རྗེ་ག་ཚོད་བྱས་པ་ན་ཁོང་ཚོ་གི་ཚོང་ནང་སྐར་མ་ལྔ་ཅིག་ཡོང་གི་མ་རེད། འོ་ད་སྐྱག་འཁོར་རིན་པོ་ཆེ་ཡང་ང་ཚོ་ལ་བྱམས་བརྩེ་སྙིང་རྗེ་ཞུ་བར་བྱེད་ཀྱི་འདུག་དེ་ཚོ་ན་ང་ཚོ་བོད་ནང་དུ་ཡོད་པའི་བོད་རིགས་སྤུན་ཟླ་དེ་ཚོ་ལ་ད་ཅིག་མནར་གཅོད་བཏང་ཡས་དང། འགྲོ་བ་མི་ཡས་བེད་ན་ཅིག་ཐོབ་ཐང་དེ་ཚོ་ལ་བེད་ན་འཕྲོག་བཅོམ་བྱེད་ཡས་དང། དེ་ནས་ཅིག་ནག་མེད་སྐྱོན་མེད་ཀྱི་ང་ཚོ་བོད་རིགས་སྤུན་ཟླ་དེ་ཚོ་ལ་བེད་ན་ཅིག་སྲོག་བེད་ན་ཅིག་རུ་བ་དམར་གསོད་བཏང་ཡས་དེ་ཚོ་ཉུང་རུ་བཏང་དགོས་འདུག་བསམ་ཚོད་ཀྱི་རྒྱ་མི་ཐུག་ནས་དུས་ནམ་དུ་ཡང་དེ་ཐོག་ལ་བསམ་བློ་བཏང་གི་མ་རེད། ཆབ་སྲིད་ཀྱི་ལས་འགུལ་སྤེལ་བའི་སྐབས་སུ་ཆབ་སྲིད་ཀྱི་འགྲོ་སྟངས་ཐོག་ནས་འགྲོ་དགོས་རེད་བདེན་པ་དང་ཆ་བཤད་དགོས་རེད་དྲང་པོ་དྲང་ཆ་བཤད་དགོས་རེད། འཐབ་རྩོད་བྱེད་དགོས་རེད་ཡིན་ནས་ཡིན་ལབ་རེད་དགྲ་ལ་དགྲ་ཡི་འདུ་ཤེས་ཆགས་དགོས་ལ་གཉེན་ལ་གཉེན་གྱི་འདུ་ཤེས་ཆགས་དགོས་རེད། དགྲ་དང་གཉེན་ལ་གཉེན་དེ་གའི་རྣམ་དབྱེ་ཤེས་པ་བྱེད་དགོས་རོགས་མ་གཏོགས། དགྲ་དང་གཉེན་གཉིས་ཀ་དགྲ་གཉེན་གཉིས་ཀ་གི་དཔེར་ན་རྣམ་དབྱེ་མ་ཤེས་པའི་ཆེད་ནས་དགྲ་བོ་ལ་བྱམས་དགོས་རེད་སྙིང་རྗེ་དགོས་རེད།

དབུ་མའི་ལམ་གྱི་དོན་དུ་གྲུབ་འབྲས་ཐོན་དགོས་ན་རྒྱ་མིའི་ཐོག་ལ་སྐད་ཆ་བཤད་དགོས་རེད་རྒྱ་མི་གི་སྐད་པར་ང་ཚོ་ལས་ཡག་བྱེད་དགོས་རེད། རྒྱ་མི་གི་ཡག་མ་བྱས་སོང་ན་ང་ཚོ་བྱམས་དང་སྙིང་རྗེ་གི་བདག་ཉིད་ཡིན། ང་ཚོ་ཁྱུང་ཚོ་ལ་སྙིང་རྗེ་ཡོད་བྱམས་པ་ཡོད། རོ་ཨ། ཁྱུང་ཚོ་ང་ཚོ་དགྲ་ཡི་འདུ་ཤེས་བྱ་གི་མེད་ལབ་སོང་ན། དེའི་ཐོག་ནས་ང་ཚོ་གི་རྒྱ་མི་གི་ང་ཚོ་རང་དབང་གི་བེད་ན་བདེན་མཐའ་དེ་རོ་ཨ། སད་གི་ཁོང་ཚོ་གི་ཐབས་ལམ་བསྟེན་གི་རེད་བས་ཁོང་ཚོ་ང་ཚོ་ལ་རྒྱབ་སྐྱོར་བྱེད་གི་རེད་བས།

རྒྱ་མི་བས་ན་སྟོབས་ཆེན་པོ་རེད་རྒྱ་མི་ལ་བས་ན་དཔལ་འབྱོར་ཡོད་རེད་རྒྱ་མི་ལ་དམག་ཤུགས་ཆེན་པོ་རེད་ལ་ཡའི་སྐད་ཆ་ཤོར་བ། དེ་སྐད་ཆ་དེ་གིས་ང་ཚོ་གི་རང་དབང་གི་བདེན་མཐའ་བསིལ་ཡ་ལ་འགྲོ་བ། ནུབ་པ་སྐར་མ་སྔ་ཕྱི་མཐུན་གི་མ་རེད། དེ་མ་ཐག་རང་དབང་གི་བས་ན་བདེན་མཐའ་བསིལ་ཡ་གི་བརྩེ་དུང་རང་བརྩེ་གཙང་མ་འཐབ་རྩོད་བྱེད་ཉེ་དེ་ཚོ་ལ། དེ་ཚོ་གི་ནུབ་པ་བཅོམ་ཡ་དེ་ཚོ་ལ་སེམས་ཤུགས་བཅག་ཡ།

དེ་སྐད་ཆ་དེ་ག་ང་ཚོ་རང་དབང་གི་འཐབ་རྩོད་ཁྲོད་ལ་ཕན་ཐོག་གི་མ་རེད། རོ་ཨ། རང་དབང་སླར་གསོ་ཡོང་ཡང་གི་ཕན་ཐོག་གི་མ་རེད། བོད་ནང་དུ་ཡོད་པའི་ང་ཚོ་བོད་རིགས་སྤུན་ཟླ་དེ་ཚོ་ལ་དཔེར་ན་སྐྱིད། དེ་ཚོ་ལ་དཔེར་ན་ཞི་བདེ་ཡོང་བ་ལ་ཕན་ཐོག་གི་མ་རེད། དེ་ཚོ་ལ། འོ། དེ་འདྲ་བྱས་ན་དཔེར་ན་སྐད་ཆ་འདྲ་བོ་རྐྱང་བཤད་དེ་འདྲ་འདྲ་བོ་བྱས་ནས། ཨེ་ནས་ང་ཚོ་གིས་དཔེར་ན་དངོས་ནས་ཁོ་ར་གཅིག་ཁ་ཞེ་གཉིས་མེད་ཐོག་ནས་རང་བཙན་གཙང་མ། ཁ་ཞེ་གཉིས་མེད་ཐོག་ནས་རྒྱ་རབ་དང་ལོ་རྒྱུས་ཐོག་ནས

སྐད་ཆ་བདེན་པ་དང་ཆ་དྲང་པོ་དྲན་ཆ་བཤད་ས་སྐད་ཆ་བདེན་པ་དང་ཆ་དྲང་པོ་དྲན་ཆ་བཤད་ན་བདེན་པ་དེ་རེད་དང་དྲང་པོ་དེ་རེད། བཙན་བྱོལ་གྲོལ་དགོས་ཡ་རྒྱུ་མཚན་ཡོད་མ་རེད་ག་ཅིག་གྲོལ་དགོས་རེད་བཙན་བྱོལ་ལ། རང་དབང་གི་བདེན་མཐའ་སེལ་ཡ་ལ་ནི་ང་ཚོ་ལ་ད་ཅིག་རང་དབང་གི་བདེན་མཐའ་སེལ་ཡ་ལ་དཔེར་ན་ཅི་ཆགས་ཅིག་འདྲ་བོ་དང་ནུས་པ་འདྲ་བོ་དང་རང་བཙན་ཚོད་དཔེར་ན་སླ་ཡ་དཔེར་ན་བོད་དེ་དཔེར་ན་རྔོན་པ་ནང་བཞིན་གྱི་རྒྱལ་རབས་དང་ལོ་རྒྱུས་ཀྱི་ཐོག་ནས་རང་བཙན་གཙང་མ་ཡིན་པ་ནང་བཞིན་གྱི་རང་བཙན་གཙང་མ་སླ་ཡ་ར་ཡ་ལ་ནི་རེ་བ་ཁོ་ར་མི་འདུག་བ། རྒྱ་མིའི་དཔེ་འཇོག་ཐུབ་ན་ནུས་པ་ཆེན་པོ་རེད་རྒྱ་མིའི་དཔེ་ན་དམག་ཤུགས་ཆེན་པོ་རེད། ང་ཚོ་ལ་ཡོད་མ་རེད་ང་ཚོས་འཇོན་གི་མ་རེད་ང་ཚོས་ཐུབ་གི་མ་རེད་རོ། ད་དེ་འདྲ་གཅིག་གི་དཔེ་ན་ང་ཚོ་གི་དཔེ་ན་སེམས་ན་ལ་རོ། དེ་འདྲ་ཅག་གི་དཔེ་ན་རྐྱང་བསྡད་པ་ཡིན་ན། དེ་ལ་ཁོ་ཚོ་རང་དབང་གི་དཔེ་ན་ད་དེ་འདྲ་སེ་ལ་ཉི་དེ་རོ། ད་ཉི་མི་སྐར་མ་ན་ཤི་རོ། ད་ག་ས་ད་ཅི། ཉི་མ་དཔེ་ན་སྐར་མ་ག་དུས་ཤར་ཡོང་བསམ་ས་རོ་རྒྱ་ནག་ང་ཚོ་སྒུག་བསྡད་ཡ་རེད་མ་གཏོགས། དེ་འདྲ་ཉིན་དང་སེ་ལ་ཉི་དེ་ད་ཅི། དུས་ལོག་སོང་ན་མ་གཏོགས།

བོད་མ་ཉིད་དེ་རྩ་བ་ཉིད་ནས་ཁོ་ར་དཔེར་ན་ཐུགས་སུ་མ་ཆང་ཉིད་ཀྱི་མི་རེད་མ་གཏོགས་ལོ་བ་དེ་ཚོ་ལ་བོད་མི་རིགས་ལ་ཤ་ཚ་སེམས་ཉིད་ཡོད་ཉིད་རེད་ལབ་ན་རྩ་བ་ཉིད་ནས་ཁོ་ར་འགྲིག་གི་ཡོད་མ་ད། ཆབ་སྲིད་ཀྱི་ལས་འགུལ་སྤེལ་བྱས་ནས་འགྲོ་བསྡད་པའི་སྐབས་སུ་ཡིན་ན་འགྲོ་ཉེས་ཀྱི་མི་ཡིན་ན་འཛམ་བུ་གླིང་གི་ཆབ་སྲིད་ཀྱི་ལས་འགུལ་སྤེལ་སྟངས་ཀྱི་སྤེལ་ནས་འགྲོ་དགོས་ཀྱི་རེད་དགྲ་ལ་དགྲ་ཡིག་གི་འདུ་ཤེས་བྱ་དགོས་ལ་གཉེན་ལ་གཉེན་གྱི་འདུ་ཤེས་བྱ་དགོས་རེད། དགྲ་དང་གཉེན་གྱི་རྣམ་དབྱེ་དེ་ངེས་པར་དུ་ཤེས་པ་བྱེད་དགོས་རོགས་མ་གཏོགས། ང་ཚོ་གིས་དཔེར་ན་སྤྱིར་ཆབ་སྲིད་ཀྱི་ལས་འགུལ་སྤེལ་སྟངས་དེ་ཡང་སྤྱིར་ཆབ་སྲིད་ཀྱི་མིང་ཐོག་ནས་ཆབ་སྲིད་ཀྱི་ལས་འགུལ་ཡིན་པའི་ཕྱིར་ལ། ཡིན་ན་ལམ་ཕྱོགས་བཅུར་བ་ཁ་ཕྱོགས་བཅུར་བ་དེ་འདྲ་ལ་དཔེར་ན་བྱམས་དང་སྙིང་རྗེ་དགོས་ཡ། ཡིན་ན་རང་དབང་གི་འཐབ་རྩོད་ཀྱི་ཐོག་ལ་གྲུབ་འབྲས་དེ་བས་དགོས་ཡ། འོ་དེ་རྩ་བ་ཉིད་ནས་ཁོ་ར་ཡོང་མི་སྲིད་པ་རེད་ད་དངོས་གནས་ཡོང་མི་སྲིད་པ་རེད།

དེ་རྒྱ་མི་གི་བེ་ན་དྲག་པོའི་བཙན་འཛུལ་ཡི་འོག་ཏུ་ཡོད་པ། དེ་ང་ཚོ་དངོས་གནས་ཁོ་ར་སྔ་འགྱུར་མེད་པ་གཅིག་རང་དབང་གི་བེ་འདྲ་བདེན་མཐའ་སི་བཙན་ཡོད་སྙམ་པའི་ཀུན་སློང་བཞག་ཉེས་ཀི་དངོས་གནས་ཁོ་ར་སྤྱི་འཐུས་གསར་པའི་ནང་ལ་ངས་ཅི་ག་མཐོང་གི་མི་འདུག་ད། གི་སི་ཁོང་ཚོ་དེ་འདྲའི་ཀུན་སློང་ཡོད་ཉེས་ཀི་སྤྱི་འཐུས་གཅིག་ཡོད་པ་ཡིན་ན་འོས་ཤོག་རག་གི་ཁོ་ར་མ་རེད། ག་ལ་འོས་ཤོག་བླུག་གི་ནང་ལ་དང་ཐང་མི་མང་དེ་ད་གྲངས་གི་སྒོ་ནས་ང་ཚོ་འོས་ཤོག་སྒྲོག་པ་ཡིན་ན་ད་དང་ཐང་མི་མང་དེ་གྲངས་དགོས་ན་གྲངས་མང་ང་ཡོད་ར་བ། ད་ང་ཚོ་བོད་བེ་གི་གཅིག་དམངས་གཙོ་ལ་ཉེས་དང།

མང་ཚོགས་ལ་ཉེ་སྟེ། ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ། རྒྱ་བོད་རོང་པོ་གཅིག་གི་ནང་བོད་པའི་ནང་མང་ཚོགས་ཀྱི་གསོད་རེས་བྱོས་རེས་དེ། གྲངས་གཅིག་པོ་དགོས་ན་མང་དགོས་རེད་མ་གློ་དེ་ལ་དམ་བདེན་པ་དགོས་མ་རེད་དྲང་པོ་དགོས་མ་རེད། དེ་ལ་གཡོ་སྒྱུ་ཁྲམ་གསུམ་བྱས་ན་འགྲིག་འོ་རེད་རོ། བ། སྤྱི་སྤྱོད་སྒེར་བདག་བྱས་ན་འགྲིག་ཡོད་རེད། བ། དེ་སོང་ད་ང་ཚོ་གི། རྒྱ་བོད་རོང་པོ་གཅིག་ནང་མང་ཚོགས་ཀྱི་གསོད་རེས་བྱོས་ར་མང་ཚོགས་གསོད་རེས་དེ། རྒྱ་སྤྱི་དཔེར་ན་འཛམ་གླིང་གང་དང་མི་མཐུན་པའི་མང་ཚོགས་ཀྱི་རིང་ལུགས་ཀྱི་ཆགས་དེ་འདུག་དེ་ལ་བདེན་པ་དགོས་མ་རེད་དྲང་པོ་དགོས་མ་རེད་གཡོ་སྒྱུ་ཁྲམ་གསུམ་རྐུ་མ་ཆགས་པ་ག་རེ་བྱས་ན་འགྲིག་ཡོད་རེད། ཡིན་ན་གྲངས་ཀྱི་སྒོ་ནས་ཉུང་ནས་འགྲིག་གི་ཡོད་མ་རྟགས། གྲངས་ཀ་སྒོ་ནས་ཉུང་ཚ་སོང་ན། གྲངས་ཉུང་མི་རིགས་དེ་བདེན་པ་དོན་བྱ་གྲངས་འབོར་དྲན་བྱ་ག་ཚོད་ཅིག་བཤད་སོང་ན་རུང། བོད་པའི་སྤྱི་ཚོགས་དང་བོད་མིའི་སྒྲིག་འཛུགས་འོག་ལ་དུས་ནམ་དུ་ཡང་རྒྱལ་ཁ་ཐོབ་མི་སྲིད་པ་རེད།